ཡ་རྒྱུ་ལས་ཚང་མ་ལ་དེ་ནས་ང་རྒྱུ་ཚུལ་བློ་བཟང་བསྟན་འཛིན་དེ་ནས་ཉེ་ཆར་དེ་ག་ཡང་སྐྱབས་ཕེབས་པ་མ་ཐུགས་རྗེ་ཆེ་བཞིན་དེ་ནས་དེ་རིང་དེ་ནས་ང་དེ་ནས་ད་ང་དང་དུས་རྒྱུན་ན་དེ་ནས་ང་དང་ད་བཞག་ག་དེ་ནས་ང་དང་སྟོན་ནས་འདུག་བྱ་སྲིད་དེ་ནས་ང་དང་དེ་ནས་སྨོན་ལམ་གྱི་ཁ་ལ་ལས་དེ་ནས་དེ་ཡོ་ཅི་ནོག་ཟེར་ན་དེ་ནས་ང་དང་བདེ་བ་ཅན་གྱི་སྨོན་ལམ།

དེ་ནས་ཨིན་ཡིག་ལྟ་ཡང་ཡིག་ཟམ་མང་པོ་ཡང་མེད་ཀྱང་བདེ་བ་ཅན་ནས་སྨོན་ལམ་ཟེར་རེ་ངོ་མཚར་སངས་རྒྱས་ཟེར་ཉུང་གཅིག་མ་ནས་མེད་ཀྱང་དེ་ཨིན་ན་དེ་སྨོན་ལམ་མི་ཚིག་རེ་རེ་དོན་དག་ཅི་ཡིན་ནོ། ཧ་ལ་ནི་ང་དང་ཡང་དོན་དག་ཅིག་ཧ་གོ་སྟེ་དེ་ནས་ང་དང་ཡང་དོན་བྱ་དང་དེ་ནས་དོན་དག་པར་ལ་ཧ་མ་གོ་བ་དོན་བྱ་སངས་རྒྱས་ལ་དེ་ནས་ང་དང་ཡང།

ཡ། དེ་ནས་ད་དུས་ཚོད་པོ་མང་པོ་ཞིག་མ་བཀག་པ་ཙམ་ཞིག་དེ་ནས་སྐྱོགས་པ་དེ་ནས་བཞུ་ཆ་ཞིག་དེ་ནས་ངར་བཙོན་འགྲུལ་བྱོན། དེ་ནས་ཉིན་ཐུག་པོ་ཙམ་ཞིག་དེ་ནས་ཐུག་སྔོན་ཅིག་ཡོད་ན་དེ་ནས་དེ་ཙམ་ཞིག་ཉིན་ཐང་དེ་ནས་སྐྱོགས་པ་དུས་ཚོད་ཐུང་ཐུང་ཅིག་ན་དེ་ནས་པ་དེ་ནས་ཕན་ཐོགས་ཆེན་མོ་ཅིག་སྒྲུབ་པ་ནོ། དེ་ནས་ཉེ་ཞག་ད་ཕན་ཐོགས་ཡོད་ད་ཡོད་དེ་ནས་ཉམས་པོ་ཅིག་བྱས་ན་ངའང་དགེ་བ་བསགས་སྲིད་པ་ནོ་ཉེ་ཞག་དེ་ཚིག་བསྐུར་ན་ཟམ་པ་ཏན་ཏན་སྐྱོར་ན་དེ་ནས་དེ་ནས་ཉེ་ཞག་ཡང་ད།

རྒྱ་ལས་འཕྲོ་བརླག་པ་ངོ་མཚར་ཆེན་མོ་ཟེར་ན་ངོ་མཚར་ཅན་དེ་ན་ཡང་ཡམ་ཟེར་པ་དེ་ནི་ཡག་པའི་ཕྱོགས་ཅིག་ལ་དེ་ན་ཡང་ང་དང་ཧེ་རན་དང་པར་དེ་མཐོང་ཆ་སྲིད་པས་དེ་ལ་དེ་ལྟ་དེའི་རྣམ་འགྱུར་པོ་ལ་ཟེར་རམ་ན་ངོ་མཚར་ཅན་ཟེར་པ་ནི་དེའི་མཚོན་དག་འོ་དེ་ཟེར་ནོ་ནོ་ཨེ་མ་ཧུང་ཟེར་ན་པར་ངོ་མཚར་ཆེན་མོ་ཟེར་དེ་ནོ་སུ་ལ་སུ་ངོ་མཚར་ཆེན་མོ་ཟེར་ན། སངས་རྒྱས་སྣང་བ་མཐའ་ཡས་ཟེར་དེ་ནང་སངས་རྒྱས་སྣང་བ་མཐའ་ཡས་སུ་ཡིན་ནོ་ཟེར་ན་དེ་ནི་སངས་རྒྱས་ཨོ་དཔག་མེད། ཨོ་དཔག་མེད་ཟེར་ན་ང་དང་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་ཟེར་དང་ཨོ་དཔག་མེད་དེ་ཞིང་ཁམས། ཨོ་དཔག་མེད་དེ་ཞིང་ཁམས་ལ་སྐྱེ་བྱ་སྲིད་དེ་ནི་ང་དང་སྨོན་ལམ་ཐོབ་ཟེར་ནོ་དང་ཨོ་དཔག་མེད་དེ་ཞིང་ཁམས་སྣང་བ་མཐའ་ཡས་ཞིང་ཁམས། བདེ་བ་ཅན་གྱི་ཞིང་ཁམས་ཟེར་རེད་དང་ཁོང་གི་ཞིང་དང་ཁོང་བཞུགས་སའི་དེ་ནི་འཇའ་ག་ཟེར་ན་དང་ཁོང། བཞུགས་སའི་དེ་ནས་ཡུལ་བོད་ལ་དེ་ནས་བདེ་བ་ཅན་ཟེར་རེ་ཡུལ་མཚན་པོ་མིང་པོ་ཏི་ནོ་ཡང་ད་འོ་དེ་རུ་ད་ད་ནང་བ་སངས་རྒྱས་ནང་བ་མཐའ་ཡས་ཟེར་རེ་ད་གོ་ན་ཚིག་པོ་ག་ན་ཞུ་རུ་བྱོ་ན་ད་ངོ་མཚར་སངས་རྒྱས་ནང་བ་མཐའ་ཡས་དང་ཟེར་རེ་ད་ངོ་མཚར་སངས་རྒྱས་ལས་ན་ད་ངོ་མཚར་ཆེན་མོས་ངོ་མཚར་ཆེན་མོ་སུ་སངས་རྒྱས་ནང་བ་མཐའ་ཡས་ཟེར་དེ་ནོ་ད་ནང་བ་མཐའ་ཡས་ཀྱི་མཚན་བརྗོ་དེ་ནོ་ད་ཁོང་དེ་ནས་ཡས་སུ་བརྗོ་ཐུགས་རྗེ་ཆེན་པོ་དང། ཡོན་ཏུ་སེམས་དཔའ་མཐུ་ཆེན་མཐོ་རྣམས་ལ་སངས་རྒྱས་བྱང་སེམས་སྤངས་པའི་འཁོར་གྱིས་བསྐོར་ཟེར་ནས་དང། ད་ཅི་དང་དེ་ནས་ད་སངས་རྒྱས་ཨོ་བྷ་མས་དེ་དེ་ནས་ཞིང་ཁམས་ནང་སྒོ་སངས་རྒྱས་ཨོ་བྷ་མས་ཁོ་རང་གཅིག་པུ་བཞུགས་ཟེར་ཀྱང་དེ་ནས་མི་སྐྱབས་དེ་ནས་ཁོང་ལ་དེ་འཁོར་མང་པོ་ཀྱང་ཕྱོགས་བཅུའི་དེ་ནས་སངས་རྒྱས་བྱང་སེམས། མཁའ་འགྲོ་མ་དང་དེ་ནས་ལྷ་ཀླུ་མང་པོས་དེ་ནས་འཁོར་མང་པོ་ཡོད་དེ་ནོ་ཧ་ལ་ནི། ཁོང་ལ་དེ་ནས་སངས་རྒྱས་བྱང་སེམས་དང་དེ་ཚོ་མང་པོས་འཁོར་ཡོད་ཀྱང་དེའི་ནང་ནས་འཁོར་གཙོ་བོ། གཙོ་འཁོར་ཟེར་རེད་ད། དེ་ནས་འཁོར་གཙོ་བོ་གཉིས་ཡོད་ཀྱང་ད་གཙོ་བོ་གཉིས། ཡེས་པ་མཆོག་ལ་གཅིག་དང་ཡོས་མ་མཆོག་ལ་གཉིས་ཡོད་དེ་ནོ། ཡེས་པ་མཆོག་ལ་གཞུ་དཀར་པོ་སུས་གནང་ཟེར་ན་ཡེ་སུ་དེ་ནས་ཇོ་བོ་ཐུགས་རྗེ་ཆེན་པོ། སུ་ཇོ་བོ་ཐུགས་རྗེ་ཆེན་པོ་ཟེར་ན་སུས་གནང་ཟེར་ན། པ། དེ་ནས་འཕགས་པ་སྤྱན་རས་གཟིགས་ཧ་ལ་ལས་དེ་ནས་ང་དག་དང། དེ་སྙིང་རྗེ་གི་ལྷ་ཟེར་ར་མི་འདག་དེ་ནས་སྙིང་རྗེ་གི་དེ་ནས་སངས་རྒྱས་ཟེར་ན་དེ་ནས་ཁོང་བཞུགས་ཟེར་ཀྱང་ཁོང་གི་ཡས་པ་མཆོག་ལ། དེ་ནས་ཁོང་གི་ཡོས་མ་མཆོག་ལ་སུ་བཞུགས་ཟེར་ཀྱང་ཟེར་ན་ཡོན་དུ་དེ་ནས་སེམས་དཔའ། ཐུགས་རྗེ་ཐོབ་རྣམས་ལ་ཟེར་ནས་ད་ཐུགས་རྗེ་ཐོབ་རྣམས་ལ་ཟེར་ན་དེ་ནས་སུའི་ནོ་ཟེར་ན། དེ་ནས་ད་ངེད་ཅག་ད་སུའི་ནོག་བསམ་ན་ངེད་ཅག་བསམ་ན། ཅང་མི་ནོག་ད་དེའང་ང་དེ་ནས་ངེད་ཅག་ཁོ་ན་བཞུགས་མ་བཞུགས་ས་དེ་ནས་དེའང་ང་ཟེར་ཡིན་དེ་ནས་དཔལ་ཕྱག་ན་རྡོ་རྗེ་ཟེར་རེད་དེ་ནས་ཁོང་ཡི། ནམ་མཐར་ཅི་ང་ང་ལ་བཞུགས་སུ་ཡོད་པན་དེ་ནས་ཁོང་ཡི་ད་དཔལ་ཕྱག་ན་རྡོ་རྗེ་ཟེར་ན་ཁོང། ཡོན་མ་མཆོག་ལ་དེ་ནས་ཁོང་བཞུགས་སུ་ཡོད་ཀྱང་ཧ་ལན། ད་ཇི་ལྟའང་ཁོང་གཉིས་དེ་ནས་ལོ་རྒྱུས་མཛད་ན་ད་ཁོང་གཉིས་སྐོར་ལ་དེ་ནས་ཁོང་གཙོས་པའི་དེ་ནས་ང་དེ་ནས་ཡང་རིག་གསུམ་མགོན་པོ་དང་དེ་སྐོར་ལ་དེ་ནས་ང་ཉུང་ཅིག་ཞུ་ཟེར་བས་ང་ལ་དེ་ནས་ངེད་ཅག་ཡང་དེ་ནས་དེ་སྦྱར་འདོད་ཡོད་ན་དེ་ནས་ངེད་ཅག་ངའི་ཡོ་ག Description ནང་གོ་དེ་ནས་ང་གླིང་བུ་པོ་རེད་དེ་ག་དེ་ནས་ངེད་ཅག་བརྒྱུད་དེ་དེ་ནས་ལྟ་ཙར་ཡ་དེ་ནས་ད་ད་དུས་ད་ཁ་དྲག་འདི་བྱ་ན་དེ་ནས་ད་ཡོད་སྤ་ཆོག་ད་ཡོད་སྤ་ལ་འཕགས་པ་སྤྱན་རས་གཟིགས་དང་ཡོད་སྨྲ་ཆོས་ལ་དཔལ་ཕྱག་ན་རྡོ་རྗེ་ཁོང་གཉིས་ཀ་བཞུགས།

ད་བདེ་སྐྱིད་ངོ་མཚར་དཔག་ཏུ་མེད་པ་བདེ་བ་ཅན་གྱི་བྱ་བའི་ཞིང་ཁམས་འདིར་ཟེར་བ་དང། ད་ལྟ་ཁོང་གིས་ཞིང་ཁམས་པོ་འགའ་གཟུགས་ཞེས་བྱ་ཟེར་ན་དེ་ནི་ཁོང་བདེ་སྐྱིད་དེ་ནི་ངོ་མཚར་དཔག་ཏུ་མེད་པ་ཡིན་ཟེར་བ་བདེ་སྐྱིད་ཟེར་ན་སྐྱིད་པོ་དཔག་ཏུ་མེད་པ་ཟེར་ན་མ་ན་ཀན་ཏི་ནུའི་ཁོ་རང་ནེ་བར་ཨེན་ཟེར་ར་མིན་ད། པ་ལ་ཆ་ཆ་ཅག་པར་མིན་པ་ང་དང་དེ་ནི་ང་དང་ལྟར་ཅིག་ང་དེ་ཡིས་དེ་ནི་བརྡུང་ང་དེའི་སྐྱིད་པོ་དང་དེ་ཚོར་ཞིག་ལྟ་ན་དེ་ནི་ང་དང་བདག་ས་རང་དེ་ནི་ང་དང་སྐྱིད་པོ་ཅིག་ཡོད་ན་ཡང་ག་འདྲ་གཅིག་ཉིད་ཞིག་བརྩིས་ན་དུས་ཚོད་དེ་ནི་གཅིག་ཉིད་ཞིག་བརྩིས་ན་དེ་ནི་ང་དང་ཡང་སྐྱིད་པོ་སྟོར་ཆ་མིན་ན་དེ་ནི་ང་དང་དེ་རིང་དེ་ནི་རྟག་པའི།

དེ་རྫོགས་ཞིང་ཁམས་ཀྱི་ཡིག་བརྒྱ་དང་ནང་བདེ་དགྱེས་ངོ་མཚར་དཔག་ཏུ་མེད་པ་ཡི་བདེ་བ་ཅན་ཅེས་བྱ་བའི་ཞིང་ཁམས་དེ་རུ་བདེ་བ་ཅན་ཅེས་ཟེར་ནས་བདེ་བ་ཅན་གྱི་ཞིང་ཁམས་འདིའི་ཡིག་བརྒྱ་དང་ནང་དཔག་དེ་ནས་སྐྱེས་བུ་མང་པོ་ཡོད་དེ་ནས་བདེ་བའི་བདེ་བ་མང་པོ་ཅན་བདེ་བ་རྒྱུན་ཆགས་ཆ་མེད་གང་ལས་དེ་ནས་འདི་ལྟར་བདེ་ཆེན་ཞིང་ཁམས་བྱ་བའི་ཞིང་ཁམས་དེ་རིས་བདག་ནི་དེ་ནས་ཚེ་འཕོ་འགྱུར་མ་ཐག་སྐྱེ་བ་ཞིག་ནི་བར་མ་ཆོད་པར་རུས། ད་བདག་ནི་ཟེར་ན་ད་ང་རང་ཟེར་དོན་ནོ། ད་ད་ཉན་དང་ང་དང་ད་བསམ་པ་ཆེན་པོ་དང་དེ་ནི་པ་དེས་ན་དེ་ནི་ད་སེམས་ཅན་ཐམས་ཅད་ལ་བསམ་ད་སེམས་ཅན་ཐམས་ཅད་སྡུག་བསྔལ་མྱོང་དང་མྱོང་བཞིན་པའི་ང་དང་ང་ཙོག་སྲིད་ད་དེ་ཚང་མ་དེ་ནི་ད། ད་ཅི་ཙམ་ལོ་ད། འདི་ནས་ཚེ་བོར་གྱུར་མ་ཐག་ཟེར་ན་ད་ད་འདི་ག་ན་ད་ཆ་ལོག་པ་ང་དང་ཚང་མ་སྐྱེས་ཚར་དུས་ན་ལ་སྤི་ག་དེ་ནས་རྒྱུག་སྤི་ག་དེ་ནས་ང་དང་ཆ་ཆ་ང་དང་ང་ནས་དྲི་ཁ་འཇལ་ཚར་དུས་ན་ཞུ་རུ་ང་དང་སྐྱེས་པ་ན་དེ་ནས་ཅི་ཙམ་ལོ་རི་དྲན་དྲི་ག་པོ་ང་དང་སྔ་ལ་འཇལ་ཚར་གྱ་ལོ་དེ་ཚོ་ལ་ཡིན་ནོ་ད། ང་དང་ད་ཆ་ཇཱས་པོ་དེ་ནི་ང་དང་ད་འདི་ཡིན་པ་ཚང་ད་ང་དང་ནམ་ཞིག་ད་ང་དང་ཆ་ཆ་འཛིན་རུང་དེའོ་ང་དང་བོ་ད་མེད་པ་ནོ་ད་ཡིན་པ་ཚང་དེ་ནི་ད་ནམ་ང་ད་སོང་ཟེར་ན་ད་ཀྲོང་ཟེར་ན་ད་ཤི་ཟེར་ན་ཤི་ཟེར་ཟེར་འདྲ་ནོ་ད་བདག་ནི་འདི་ནི་ཚེ་པོ་འགྱུར་མ་ཐག་ཟེར་བས་ད་ང་འདི་ནི།

སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ལྷ་ཀླུ་ཡི་དམ་མང་པོ་བཞུགས་ཚོད་ད་ལྟ་ཁོང་ལ་སྐྱབས་བཅོལ་བསྟན་ནོ་ད་ང་དང་ཅི་སྐྱབས་བཅོལ་བསྟན་ནོ་ཟེར་ན། རྒྱལ་མའི་སྒྲུབ་པར་ཅི་ངེས་ལབ་དུ་གསོལ་ད་ང་སྨོན་ལམ་ཙམ་བཞིན་ད་འདོད་ལ་གེགས་མེད་པ་བར་ཆད་མེད་པ། སྒྲུབ་པར་ལ་བྱིན་རླབས་རྫ་ཅིག་ད་ཁྱེད་རང་གི་བྱིན་རླབས།

དོན་དེ་ཚོ་ལ་ད་ཚོགས་ཤིང་སྒོམ་ཟེར་རེད་ད་ཚོགས་ཤིང་ཟེར་རེད་ཡང་ང་ད་བསམ་པ་འདྲ་མི་འདྲ་འཁོར་མི་འཁོར་བྱ་དེ་ནི་དེ་ནི་མེད་རྫོགས་སོ་ད་སངས་རྒྱས་ཁོ་རང་གིས་ད་དག་ས་སངས་རྒྱས་ཨོ་པང་མེད་བཏིང་པ་ཟ་ན་ཁོང་གཉིས་ཚོགས་ཤིང་སྒོམ་ཟེར་ན་དགའ་ཅི་སྒོམ་ཟེར་ན་དེང་ཁོང་དེ་ནི་སྐྱིད་ལ་ཁོང་བཞུགས་སོད་ཡེ་མཆོག་དང་ཡོན་མཆོག་ལ་དེ་ནི་འཕགས་པ་སྤྱན་རས་གཟིགས་དང་དཔལ་ཕྱག་ན་རྡོ་རྗེ་བཞུགས་སོད་དེ་ནི་འཁོར་ལ་དེ་ནི་ཕྱོགས་བཅུ་སངས་ཕྱོགས་བཅུ་ལ་དེ་ནི་སངས་རྒྱས་བྱང་སེམས་དཔག་མེད།

རང་རང་ལྟར་བདེ་བ་ཅན་ཞིང་ཁམས་བཅས་ཡོད། དེ་ནས་ཁོང་བདུན་གྱི་རིགས་ལྔ་རེའི་བདུན་བུ་ག་དེ་ནས་ད་ཁོང་བཞུགས་ཚུལ་ད་ཁོང་བདུན་བུ་ཁྱེད་རང་ཆགས་ཕུ་ལེ་དེ་ནས་ཁོང་མགོ་དགུ་ཚེ་ཁོང་མུ་ལམ་བཏབ་ཟེར་ཡོད་ད་བོན་ཡོད་བསམ་གང་ཅི་བསམ་ནའང་མི་འགྲིག་པ་མ་ནས་མི་ཀྱང་དེ་ཚོ་བསམ་བ་དང་ནང་པ་ལ་དེ་ནས་རྒྱལ་བ་ཆེན་མོ་དང་རང་རང་བསོད་ནམས་དང་སངས་རྒྱས་ཨོ་བང་མེ་དང་གཙང་གཅིག་གི་ཉིན་མོ་སོང་དེ་ནས་ཁོང་ད་ནས་ད་དེ་ཡིན་ནོ། དེའི་ཚིག་ན་དེ་སྐད་བཏགས་ཀྱི་མུ་ལམ་བཏབ་པ་ཡི། དེ་ནས་ཕྱོགས་བཅུར་སངས་རྒྱས་བྱང་སེམས་ཐམས་ཅད་ཀྱི་རྒྱལ་མོས་སྒྲུབ་པར་བྱིན་གྱིས་བརླབ་ཏུ་གསོལ། དེ་ནས་རྟ་ཡང་དག་པའི་ཙཀྲི་ཨ་བ་བུ་ད་ནའི་སོགས་ཟེར་རེ་ད་དེ་ཇི་ལྟར་འདྲ་ནོ་ཟེར་ན་ད་མོ་ལམ་བུ་ད་བཟོད་ན་དེ་ལ་ད་དགེ་བསྙེན་སྤར་ཤེས་མི་ཡོང་ཅོ་དང། དེ་ལ་དེ་དགེ་བསྙེན་སྤར་ཤེས་མི་ཡོང་མོ་ལམ་བུ་ང་ལ་དབབ་ཀར་བོ་ལ་དེ་ནས་མོ་ལམ་བུ་ཡང་ཡང་དག་པ་ཅི་དང་དེ་བསྒྲུབ་བྱ་ལ་དེ་ནས་ཀྲོག་མཛའ་བར་ཤོག།

ཁྱེད་ཅག་ལ་དགེ་བསྙེན་སྤར་བྱེད་མ་ཡོང་བར་ཤོག་ཟེར་རེ་ད་བཞག་ག་དེ་ནས་དེ་ཚོ་སྟོན་འདུག་ན་ཏན་ཏན་དེ་ནས་ཕན་ཐོགས་ཆེན་མོ་དང་རང་རང་ང་དེ་ནས་བྱིན་རླབས་ཆེན་མོ་བཞུགས་བྱ་ཟེ་ཕན་ཐོགས་ཆེན་མོ་རྒྱ་ག་ན་རེད་ད་དེ་ན་ཡིན་ནོག་དེ་ནས་ད་བདེ་ཆེན་མོ་ལམ་ཟེར་ནའང་འདྲ་དེ་ནས་སྣང་བ་མཐའ་ཡས་ཀྱི་འགྲེལ་བཤད་ཟེར་ནའང་དེ་དེ་ན་ཡིན་ནོག་ད་ཙམ་ཞིག་དེ་ནས་ང་དུར་རྡོ་རྗེ་ནས་ཞུ་བྱ་ཟེ་དེ་ང་བརྩོན་འགྲུས་སྐྱོ་བ་ཚོ་ལ་ང་ཕར་ཆེར་དུར་རྡོ་རྗེ་བསྒྱུར་དེ་འགྲོ་ད་དེ་འོ་ཉེ་ཤ་ཧ། ད་ངེད་ཅག་ཁྱིམ་དུ་འགྲོ། ད་བདེར་ན་ཡིན་ད་ཅི་དང་དེ་ནས་ད་ང་དང་ད་ཅི་བྱ་ནོ་ད་ང་དང་སངས་རྒྱས་དང་ད་ཁོང་ལའང་དེ་ནས་མོ་ལམ་མོ་ལམ་ད་དེ་ཚོ་བཏབ་ཙེ་ན་དེ་ནས་ང་དང་ད་ཅི་ཁོང་དེ་ནས་ཡིད་ལ་དྲན་ནས་ཚིག་དོན་དགོད་བྱ་དང་བསྟོད་ཡང་ཁག་ཆ་ནས་ནོ་ད་ཁོང་དང་བརྩམས་ཤིག་ཐང་སྙོམས་ལོ་ན་དེ་བརྩམས་ཀྱང་ང་དང་དེ་ནས་ཁོང་གི་བྱིན་རླབས་འཇུག་བྱ་དང་དེ་ནས་ཁོང་གི་ཁོང་ལ་ཁོང་གི་ད་ཁོང་གི་ད་མདུན་ལ་བཏབ་བཞག་པས་ང་དང་མོ་ལམ་པོ།